ཉང་ཁྲི་ཙི་བ་ལས་དེ་དག་གི་བཀའ་བསྟོད་ཀྱི་ཕྱག་བཞེས་རེ་རེ་ནས་ཀྱང་མཚོན་བྱེད་ཀྱི་དཔེ་དང་འབྲུ་བྱེད་ཀྱི་རིགས་པ། ངོ་མཚར་བའི་སྟོང་བརྗོད་ཡིད་ཆེས་པའི་ལུང་དུ་བྱས་ནས་སྙན་བརྒྱུད་ཀྱི་མན་ངག། རྗེས་ནས་གསུངས་པའི་ལས་དང་པོ་བ་རྣམས་ལ་གུས་བདེ་ཞུས། རང་འདྲའི་མཐའ་བཟུང་གི་བློ་མཚོན་པ། ཉུང་ཉུང་རྒྱུད་ཐོག་ཏུ་འཁྱིལ་བའི། གཡས་ལ་ཁུ་བླ་ཞིག་སེ་ལ་ཕན་པ་ཀ་རེ་དགུ་སྤྲུལ་བའི་ཉིན་མོ་གཅིག་དེ་སོང་ཞིག་རི་འགའ་ངོ་སྤྲུལ་བའི་ཕྱི་མ་དབུ་མེད་དུ་བགྱིད་དགོས་པ་དང་གཞན་དག་ཏུ་གྱིས་ཤིག་ཡིད་སྐྱོང་བའི་ད་ལྟ་རང་ནི་ཚེ་ལུས་སྟངས་ཀྱི་མྱང་ལས་ཁོ་ན་བྱས་ནས་ཅིའི་ཕྱིར་མི་འདོང་སྙམ་དུ་བཟོད་གླགས་མེད་པའི་བློ་ཉེས་པར་གྱུར་བ་དག་པོ་འཚོལ་བར་ཕྱིན་ཚུལ། ཁྱད་པར་དུ་བབས་པའི་གསུང་བཤད་མཐའ་དག་པ་ནི་དྲི་བར་ག་ལ་ནུས། ཡོད་ཀྱང་ཉུང་ཉུང་བརྒྱུད་སྟོང་དུ་འགྱུར་བའི་མན་ངག་གི་གནད་འགག་རྣམས་བརྗིད་ནག་ཤིན་ཏུ་ཕངས་པས་རང་བློ་གོང་སྤོ་ཞིག་སེམས་རྩེ་སུ་བགྱིས་པར་རྗེས་སུ་རྗེས་ལ་མ་ཆོག་ནུས་ཀྱང་ཆུ་དྲག་ཏུ་མ་ངེས་པ་རྣམས་ལ་ངོ་ནི་ཟུར་དུ་ཆོད་པར་དཀའ་ཞེས

སྙིང་པོ་ལུས་པ་ཅི་བྱུང་མ་བྱུང་ལ་ད་རེས་ཀྱི་བཀའ་འདི་ལྟར་འགྱུར་ཅིག་སྟེ་མངོན་པར་བརྟགས་པ་ཐོབ་པ་དེ་ལ་སྙིང་པོ་ལུས་པ་ཅི་ཞེས་བྱ་དགོས་ཏེ་རང་བྱུང་ནས་མ་བརྟགས་མ་དཔྱད་པའི་ཚེ་དེ་ལྟ་བུ་སྟེ་གསོང་པོ་གཉིས་པ་ལ་དགའ་ཚོད་ཅི་ཡང་མེད་ཀྱི། དེ་ལས་སྔོ་བསངས་གང་དོ་གཉིས་པ་ལ་དགའ་ཚོད་ཆེ་བ་ཚོགས་དུས་བརྩི་བ་དང་དལ་འབྱོར་སྐྱོན་སྟོང་ཟད་དུ་གཏོང་བ་ལ་ཕངས་སེམས་བཅངས་སེམས་ཀྱང་མེད་པར་དེ་ལས་སྔོ་བསངས་གང་སོང་གང་སོང་གང་སྟོང་བོར་བ།

ཕྱི་མ་གཉིས་ཟུང་དུ་མི་འབྲུང་བ་ཞིག་བྱེད་ནའང་དེས་བྱེད་ནུས་དེའི་རྗེས་དུ་ཚོང་པ་དང་རྒྱ་སྐྱེགས་ལ་སོགས་པའི་རྟེན་གཞི་སྒྲུབ་འདོད་ནའང་དེ་འགྲུབ་པར་ནུས་པ་དང་དངོས་འགལ་དང་འབྲེལ་བ་ཅི་དང་གང་བདེ་སོགས་དག་པའི་ཞིང་ཁོངས་སུ་སྒྲུབ་ར་འདོད་ནའང་རྟེན་དེ་ཡི་སྒོ་ནས་འགྲུབ་ནུས་པ་དང་དེར་མ་ཟད་ཐར་པ་དང་ཐམས་ཅད་མཁྱེན་པ། ཐམས་ཅད་མཁྱེན་པའི་གོ་འཕོ་བ་ཡང་རང་གིས་མ་འགྲུབ་པ་མ་གཏོགས་རྟེན་དེ་ལ་བརྟེན་ནས་འགྲུབ་ནུས་པ་དང་ཁྱད་པར་དུ་ཡང་གཞན་དུ་སྐད་ཆའི་གྲངས་མེད་ཟུང་དུ་སྒྲུབ་དགོས་པའི་བཟང་སྤྱོད་རྡོ་རྗེ་མཆོག་གི་གོ་འཕོ་མཆོག་དེ་ཡང་རྟེན་དེ་ཉིད་ལ་བརྟེན་ནས་གཉིས་མཐུད་ཀྱི་ཚུལ་དང་བཅས་ལ་སྒྲུབ་ནུས་ཤིང་ནོངས་པ་རུ་བཞེད།

ཚོས་དགོས་ཏེ་དེ་ལ་མ་ཚོས་ན་འཆི་བར་ངེས་ཤིང་ནང་བྱེད་ཆ་མེད་པ་ཡིན་ཏེ། དེ་ཡང་ད་ལྟ་རང་ཆོས་གྲྭ་དུ་ཡོད་པ་དེ་དག་ཀྱང་ལོ་བརྒྱ་སོང་བ་ན་ཅིས་ཀྱང་ལུས་པར་མི་འགྱུར་ལ། སྔར་བདག་ཅག་གི་སྟོན་པ་བསྐལ་པ་མང་པོ་ཚོགས་སྙན་བརྒྱུད་སྤྲོས་པའི་རྡོ་རྗེ་ལྟ་བུ་སྐུ་བརྙེས་པའང་མྱ་ངན་ལས་འདས་པའི་ཚུལ་བསྟན། དེ་ཡི་རྗེས་སུ་སྤྱོད་པའི་འཕགས་པས་ཀྱི་མཁས་གྲོལ་སློབ་པའི་རྣམས་ཀྱང་དེ་དང་དེ་སྦྱང་ངོ་ཞེས་པས་མེད་ཙམ་ལས་མ་ལུས་པར་ཞི་བར་ཤེས་པའི་ཚུལ་བསྟན་ཟེར་ལ་མདོར་ན་དེ་ཉིད་མ་ཞི་བར་ལུས་པའོ་ཞེས་པའི་མཚན་གཞི་ད་ལྟ་གང་ན་སྟོན་རྒྱུ་མེད།

འཆི་བའི་རྗེས་སུ་རིག་པ་རྒྱུད་ཆད་དེ་མི་འབྲི་བའི་སྐྱེ་བ་ཞིག་ལེན་དགོས་ཞེས་ས་སྟེང་ཡང་འདས་འགྲོའི་དོན་གཉིས་འགྲོས་གཉིས་ལས་མེད། གལ་ཏེ་རྣམ་སྨིན་བརྗོད་སྙིང་བརྗོད་རྣམས་མེད་དང་ལུས་དབྱེར་མེད་དུ་གནས་དགོས་པ་དང་དེ་ལས་དྲག་ཤོས་དབྱངས་གསོལ་ལྟ་བུ་ཉིན་རེ་ལ་ཤི་ཁྲི་བརྒྱ་དང་གསོད་ཁྲི་བརྒྱ་ལ་སོགས་པ་གནང་བར་བརྗོད་ན་ད་ལྟ་རང་རེས་ལག་པ་མི་ཆོད་པ་ཙམ་ཡང་མི་བཟོད་ན། དེ་ཇི་ལྟར་བཟོད་དེ་དག་ཏུ་སྡུག་བསྔལ་མྱོང་བ་ཡང་ད་ལྟ། རུས་དེ་ཡི་སྟེང་དུ་མྱོང་བ་ལྟར་ཡིད་ཀྱིས། དེ་འདྲ་མིན་པའི་མྱོང་བློ་ལས་ལྷ་མོ་ཞིག་ཨེ་ཡོད་སྙམ་ན་ནི་དེ་འདྲ་མེད། དེ་བཞིན་དུ་ཡི་དྭགས་སུ་སྐྱེས་ན་ལུང་མང་བོ་ཆུ་དྲི་ཙམ་ཡང་མི་རྙེད་པ་ཡོད་ད་ལྟ་སྙིང་ནད་སོང་བ་སོང་ཀྱང་དཀའ་ལས་སུ་བྱས་ན་དེ་ལྟར་སྐྱེས་ཚུལ་ཇི་ལྟར་བཟོད་དུ་འགྲོ་ལ་ཡང་ཁྱི་ལྟ་བུ་ཚོས་ན་སྡོད་གནས་དང་ཟས་ཚུལ་ལོག་ཇི་ལྟར་ཉོས་པ་སོགས་ཞིབ་ཏུ་དཔྱོད་དང་དེ་བཞིན་ཞིབ་ཏུ་དཔྱད་པ་བཟོད་དང་ཨེ་འདུག་དེ་ཡང་ཉིན་གསུམ། ཞེས་པ་སྟེ་ཐག་རིང་པོ་ཞིག་ཡིན་མྱོང་སྟེ་ངན་སོང་དང་རང་ཉིད་ཀྱི་བར་ན་ཆོས་པ་དབུགས་འབྱུང་བྱ་རྒྱུའི་དེ་ཙམ་ཡིན། མ་བརྟགས་མ་དཔྱད་པའི་ཚེ་ན་རང་རེ་ངན་སོང་དུས་རང་གྲོལ་དུ་མེད། སྡོམ་པ་འདྲ་ནི་སྲུང་ཁ་འདོན་འདྲ་ཡང་བྱེད། བདེ་སེ་བའི་མི་སེར་ལྟ་བྱེད་ལྟ་བུ་ནི་ལྟོ་འཕྱེ་ནི་ཅི་ཡང་མ་བྱས་མྱོང་པ་ཡོད་ཀྱང་ལེགས་པར་མ་བརྟགས་པའི་སྐྱོན་ཡིན། སྲོག་རླུང་ཞིབ་ཏུ་གཏོར་ན་ངན་འགྲོ་འགྲོས་མེད་འགྲོ་རང་ལ་རང་དབང་མེད་ལས་ལ་རག་ལས་ཤིག་རང་རེ་རྒྱུད་ལ་དགེ་མི་དགེ་ཡི་ལས་དྲི་མ་ཡོད་ཀྱང་ལས་གོང་ལྟོ་འཕྱེ་བ་ཞིག་ལ་ཆེ་ཁག་བསྲེ་ལེན་གྱིས་བསུས་བསྡད་པ་ཡིན་ལ་དེ་ཉིད་རང་རྒྱུད་ལ་གོང་ལྟོ་འཕྱེ་བ་ལྟ་ན་མི་དགེ་བའི་རང་ལྟོ་འཕྱེ་ཞིག་ལྟོ་འཕྱེ་ཀྱང་ནི་ཀུན་སློང་དང་སྦྱོར་བ་སྦྱོར་ནོ་ཤུ་དྲག་ཤིག་ཡིན་པས་རང་རེ་མི་དགེ་བའི་ཕྱོགས་དངོས་ཤིག་ལས་མ་སྐྱེས་སྙོམས་པར་འཚོང་ཡང་ཤིན་ཏུ་ཆེན་པོ་རྒྱུ་དེས་པས་མཚོན་ན་དགེ་ཕྲུག་དག་པོ་བཏང་ཤིག་ཚིག་གཅིག་རྒྱས་འཕྲོས་ལ་སྟོང་བཤད་ཚིག་གཅིག་སྟོང་ནའང་བཞི་སྟོང་དྲག་པོ་བཀོད་ནས་སློང། བརྒྱུད་བ་ཡང་ཚིག་གཉིས། གནད་ལ་གོང་འཕོ་ཤིན་ཏུ་གཙོ་མོ་མེད། མཇུག་ཏུ་ཡང་ང་རྒྱལ་དང་ཁྱད་གསད་ཆེན་པོ་བྱས་པས་རྒྱུད་ངག། རྒྱུད་ངག་འཇིག་སོང་ནས། དེ་ནས་དཔེ་དག་པོ་ཞིག་ཡོད། གཞན་ཡང་ཤེས་སྲིད་པ་ལྟ་བུ་ཡང་ཀུན་སློང་བཞི་སྟོང་དྲག་པོ་བྱེད།

ཐང་མ་ལྕི་བ་ཕྱི་མ་དོན་གཉིས་ཀྱི་གསུམ་པ་ཙམ་ཡང་སྐོམ་པར་སྣང་སྟེ་དང་པོ་ནས་ཕལ་ཆེར་གྱི་ཚེ་བདེ་སྣང་གི་གསུང་དོན་སྒྲུབ་པ་སངས་རྒྱས་ཤིན་ཏུ་སྨིན་ལ། དེ་ལྟར་ཡང་གང་བསྒྲུབ་ཕྱིར་སྨིན་པའི་དོན་ནི་བདེ་ལེགས་ཁོ་ན་ཡིས་དངོས་གཞི་ཡང་གཙང་ངེས་པས་སྤྲུལ་སེལ་ངེས་པ་མིན་ཏེ་མར་ནི་ཁྲི་སྐོར་ཅི་འདོད་པའི་རི་ཙམ་ལ་ཡང་སེལ་སྣང་དུ་མི་གནས་ཤིང།

དེ་ན་དགེ་བ་ཆེན་པོ་ཞིག་བྱེད་ཡུལ་ཉོན་པའི་བྱེད་ཡུལ་ཉོན་པ་ཚོ་ཡང་སྟོང་ཆུང་ངུ་ལས་མེད་འགའ་ཞིག་ནི་རྒྱུ་བ་མ་བཏགས་ལ་འགའ་ཞིག་ནི་ཀོང་ལོང་དུ་རྒྱུ་བགེགས་མ་བཏགས་པ་འགའ་ཞིག་ཚོང་མ་མ་བཏགས་པ་ཤ་སྟག་ཡིན་པས་རང་རེ་རྒྱུ་ལ་མི་འགྱེལ་བའི་ལས་རང་སྟོབས་ཆེ་བས་འཆི་ཁ་མི་འགྱེལ་བའི་ལས་ལ་སུས་བསྡད་པ་ལས་འོས་མེད། མི་དགེ་བའི་ལས་ལ་སུས་བརྟོལ་ན་འགྲོས་ས་ངན་སོང་ལས་མེད་དེ། མེད་དེ་ཡི་ཕྱིར་ངན་སོང་དུ་སྐྱེ་བ་ཐག་ཆོད་པ་རེད། ད་ལྟ་རང་རེས་བླ་མ་དངོས་གཞི་ཡོད་ཟེར་བ་སོགས་ལ། ལ་མོ། མོ་ལོག་ཚུལ་འཆལ་བྱས་ནས་ཕྱི་མ་གང་དུ་སྐྱེ་ཞེས་དྲིས་དེ་སྐྱེ། དེ་སྐྱེ་བ་བཟང་ཞེས་པ་ཟེར་ན་བློ་བདེ་སྐྱེ། ངན་ཞེས་ཟེར་ན། ཇེ་ནོར་བྱས་ཀྱང་དེས་བདེ་སྐྱེ་བའི་ཡིད་སྤྲེལ་ག་ལ་རུང། དེ་བས་ཕྱི་མ་གོང་དུ་འགྲོ་བ་ལ་མི་སློང་བརྩི་སྲུང་བྱེད་མི་དགོས་སྟོན་པ་ཐུགས་རྗེ་ཆེ་ཆེ་རྡོ་རྗེ་རིན་པོ་ཆེ་དང་འཕགས་པའི་ཆེ་དཔལ་ཁྲོ་དུ་མས་སྔར་ནས་ལངས་ཏེ་གནང་སྲིད་ཡོད་པ་རེད་དཔེར་ན། འཕགས་པ་བློ་གྲོས་ཀྱི་རིག་བྱེད་ཕྲེང་བ་ལས་ཀྱང་མི་འགལ་བ་ལས་སྡུག་བསྔལ་འཁོར་དེ་བཞིན་ཉེར་འགྲོ་ཐམས་ཅད་དང་དགེ་ལས་འདས་འགྲོ་ཐམས་ཅད་དང་འཆི་བའི་འཁོར་དུ་བདེ་བ་དང་ཞེས་གསུངས་པ་རེད། ཟེར། དེ་ཡིས་ད་ལྟ་ལུང་རིགས་ཆེན་པོ་ནང་དགེ་བཤེས་སྤུ་ཏོ་བ་ཞིག་དེའི་གྲོང་ཡིན་བ། ང་རང་སྐྱ་དེ་ནས་སངས་རྒྱས་ཀྱི་སངས་རྒྱས་ཀྱི་གསུངས་པ་ལ་མི་མ་རྣོ་ཤུལ་ཙོང་ཡང་ཆ་བཞག་གི་མི་འདུག་ཟེར་ཞེས་དགེ་བཤེས་སྤུ་ཏོ་བ་གིས་བས་ཞེ་ཐག་བཀའ་བརྒྱུད་ནང་གི་ནི། སངས་རྒྱས་ཀྱི་གསུངས་པ་དེ་དང་ང་རང་ཚོ་མོང། མོང་འགྱོད་ཁྱེད་ཀྱིས་མོང་ཐེ་བོ་ཞིག་བུ་ཅིག་འདོགས་ཟིན་ན་སངས་རྒྱས་གསུངས་ལས་མོང་ཐེ་ཤོར་ཏེ།

ཁྱེད་ཀྱིས་ནི་ད། ད་རེས་ཁྱོད་རང་དེ་འདྲ་བྱས་པ་ཡིན་ན་ཁྱོད་རང་ལ་ཚུལ་ཆ་གང་ཡང་མེད་ཟེར་གི་ཙི་ན་བློ་བདེ་བདེ་འདྲ་ཁྱིམ་བདེ་གི་བར་ཟེར་ཕྱག་ཞེ་དྲག་བྱ་དགོས་རེད། སངས་རྒྱས་ཀྱིས་དགེ་བ་དེར་འགྲོ་བདེ་བ་དེ་སྤོང་ཟེར་དེ་ལ་འགྲོ་གེ་ཡོད་མ་རེད་སྤང་གེ་ཡོད་མ་རེད། གལ་སྲིད་མ་འགྲོ་བ་དེ་ལ་རྒྱུན་སྲེག་བྱེད་དགོས་བ་མ་རེད་བློ་འཕོངས་པ་ཡང་བྱེད་དགོས་བ་མ་རེད། དེ་གཞི་དུ་སོང་པ་ཡིན་ན་སངས་རྒྱས་ཀྱི་གསུང་དེ་ལ་ཕྱག་རྒྱ་བྱེད་གི་འདུག་མོང་བ་གནོད་ཤུགས་དེ་ལ་ཕྱག་རྒྱ་བྱེད་གི་འདུག་ཡིད་ནང་དུ་ལོག་ནས་བཏགས་པ་ཡིན་ན་ཤིན་ཏུ་མེད་པར་སྣང་ངོ་ཟེར་རྒྱུ་བདག་ཉིད་ཆེན་པོ་ཀྱི་ཤིན་ཏུ་དམན་པ་ནོར་ངོ་ཚས་ཧ་ཅང་བདེན་པ་རེད་གསུངས་པ་རེད་ད་བདེན་པ་ཞེ་དྲག་རེད། ཧོ་དེ་བཟོ་ད་དྲམ་གྱི་ཆགས་རེད་ད་ང་ཚོ་ཚེ་ཕྱི་མ་ག་བར་འགྲོ་གི་རེད་ཨ། ག་བ་ཅི་གི་རེད་ཟེར་ན་སྤྱི་བཏགས་བཟང་ཉེས་ལ་སོགས་པ་ཚོ་བཤད་ཁ་བྱས་མ་གཏོགས་སྤྱི་བཏགས་བཟང་ཉེས་དེ་སོ་སོ་རང་གི་ལག་པ་ན་ཡོད་རེད་པ་སོ་སོ་རང་གིས་ཧ་ནས་ཨ། ལས་བཟང་པོ་ཅིག་བསགས་ནས་ཤི་ཐུབ་པ་ཡིན་ན་སྤྱི་བཏགས་དེ་མ་བཞག་ནས་འགྲིག་གི་རེད་མི་ཡིན་པ་ལས་སྐད་ཆ་མ་དྲི་ནས་འགྲིག་གི་རེད་རྩིས་མ་བཞག་ནས་འགྲིག་གི་རེད།

གསོད་པ་ལ་ཐོགས་པ་དག་གིས་དབང་ཆེ་ལ་ཁ་གྲགས་པས་དཔེ་ལ་བཅོས་ཞུ་བ་ལྟར་དེ་ལས་མི་བཟོད་པ་གོ་བའི་ཉེས་བྱས་ཉེར་འབྲུ་ཁྲི་ཅན་རྣ་བས་ཉན་བ་ལ་དེ་ལས་བཅོས་ནུས་པ་ནི་དཀོན་མཆོག་ཉིད་ཡིན་པས་དེ་ལ་བཅོས་བཅོས་བཅོས་བ་ཙམ་དུ་མ་ཟད་དེ་བལྟས་པས་བློ་དོར་གྱི་གནས་ལ་སྦྱོར་བཟློག་བྱ་དགོས་དེ་བཞིན་དུ་སངས་རྒྱས་ཀྱི་ཕྱག་གིས་བསྒྲིབས་པའང་བདེན་འབྲས་ཁྲི་འཕྲོག་པ་ལྟར་བྱ་རྒྱུ་ཡོད་ན་སྔར་ནས་གྲངས་བསལ་བས་ད་ལྟ་རང་ཅག་སྡུག་བསྔལ་བ་མི་འབྱུང་ཡང་ད་ལྟ་དེ་ལྟར་མཛད་དུ་མེད།

དེ་ཙམ་ཞིག་བྱུང་པ་ཡིན་མིན་ང་རང་ཚོ་ཚེ་ཕྱི་མ་ཕན་པ་ཅིག་བྱུང་པ་རེད་ཆུ་ལས་སོང་པ་རེད་ཆུ་ལས་སོང་དང་མ་སོང་དེ་ཚེ་འདི་ཡི་གཉེན་པོ་ལ་འགྲོ་མ་འགྲོ་རུ་བ་ཚེ་འདི་ལ་ཤེས་ན་ཆུ་བ་མེད་ཟེར་ནས་སོང་པ་རུ་བ་ཚེ་འདི་ལ་ཤེས་ན་ཆུ་བ་མེད་ཟེར་ཨ་དེ་ཡི་ས་ཆུ་སུ་སོང་ཚེ་འདས་ནོ་ཞེས་ལོང་ཡིད་ས་ཆུད་དུ་སོང་མ་སོང་དེ་ཚེ་འདི་ཡི་ནི་ཇི་སྟེ་ཆུ་རྗེས་ཀྱི་ཇི་སྟེ་ཆུ་རྗེས་དབང་དུ་འགྲོ་དུ་མ།

འོ་ན་ངན་སོང་ལས་ཐར་བ་དེ་ཆོག་གོ་ཞེ་ན་དེ་མི་ཆོག་སྟེ་དེ་ལས་ཐར་ཙམ་གྱི་བདེ་འགྲོ་ཡོད་དེ། ལས་རེར་ལས་གཉིས་ཤིག་ཐོག་ཏུ་ཆུད་ཀྱང་སླར་ལས་གཉིས་པ་ཞིག་ཏུ་ཐེབས་ན་ངན་སོང་དུ་ལྷུང་བར་འགྱུར་བས། ངན་སོང་དུ་ལྷུང་བར་འགྱུར་བའི་མཐའ་མི་མཛད་ཞེས་ཡིད་བརྟན་མེད། སྔོན་ཡང་རང་རེས་བདེ་འགྲོ་སྟེ་མང་པོ་ཐོབ་ཀྱང་སླར་ངན་སོང་དུ་ལྷུང་སྲིད། བདེ་འགྲོ་ཡོད་དེ་རེར་ཉིན་རེར་ལྷུང་བ་ལ་ཧ་ཡའི་ལས་མ་རེད་ད་ལྟའི་ང་ལ་སོགས་བདེ་འགྲོ་ཐོབ་ཡོད་རེད་བ། བདེ་འགྲོ་ཡོད་མེད་མཐོང་བ་རེད་ཧ་མ་ཡིན་མཐོང་མྱོང་རེད། སླར་ཡང་ཡང་ངེས་གསང་དུ་མ་ལྷོངས་འགོར་བ་ད་ལྟང་ཡང་ལྷོངས་ཉེས་པ་དེ་འདྲ་རེད། དེ་ཡང་རང་རེ་སྐྱོ་བ་སྔ་མ་ནོར་སོ་ལྷ་ཡི་དབང་པོ། ཚོང་པ་དང་རྒྱལ་གཅེས་ཀྱི་ལུས་བླངས་ནས་ལྷ་ཡི་གཞལ་མེད་ཁོ་ན་སྡོད་པ་ཡང་མང་དུ་བྱས་ཏེ། ཡང་དེ་ནས་ཚེ་དཔག་ཏུ་ཉེ་བའི་ལྕགས་བསྲེགས་ཀྱི་ས་གཞི་འདྲི་རྟོག་བྱེད་དགོས་པ་མང་དུ་འབྱུང་བ་དང་དེ་བཞིན་དུ་ལྷ་ཡུལ་དུ་ལྷ་ཡི་བདུད་རྩི་ལ་ལོངས་སྤྱད་ནས། ལོངས་སྤྱད་སྤྱད་ནས་ཡང་དེ་ནས་ཚེ་དཔག་ཏུ་ཉེ་བའི་ཁྲོ་ཆུ་ཁུག་མ། ཁ་འཐོར་དགོས་པ་དང་ལྷ་ཡི་བུ་དང་བུ་མོ་མང་པོ་མཉམ་དུ་བརྩི་ཞིག། ཅེས་ནས་ཡང་བསྙེན་བའི་ལན་ཁྱེད་རྗེས་སུ་རང་བའི་མཐའ་བསྐོར་ནས་སྒྲོལ་དགོས་པ་དང་སྐ་རེ་རེ་འཁོར་ལོ་བསྒྱུར་བའི་རྒྱལ་པོ་རེ་བྱས་ནས་འབངས་མི་ཆེ་འབངས་ཕྲ་བདག་པོ་བདག་པོ་བྱས་ནས་ཡང་རྗེས་དྲན་གྱི་བྲན་དང་གཡོག་པོ་ཡི་མཐའ་མང། བོང་རྫི་དང་ཕྱོགས་འཛིན་ལྟ་བུ་བཅོལ་བ་དང། བྲན་གྱི་ཡང་འདྲེས་སེང་གེ་དག་ང་རང་ཚོ་བོང་བུ་ཚུར་ཁྱེར་དང། ཆུ་རྫི་དང་ཕག་རྫི་ལ་སོགས་པ་དེ་འདྲ་བྱེད་དགོས་ཡ་དེ་འདྲ་དཔེར་ན་འཁོར་ལོ་བཅོལ་བའི་དེ་འདྲ་བྱེད་ཡོང་གི་རེད། སྐབས་རེ་རེ་ཉི་མ་དང་ཟླ་བ་ལ་བཅིངས་ནས་རང་གི་འོད་ཀྱིས། གླིང་བཞི་བསིལ་བར་བྱས་ནས་ཡང་གླིང་བག་ཅན་མུན་ནག་ཏུ་བྱས་ཏེ་རང་གི་ལག་པ་གཅུང་མགོ་བཙོང་ཡང་མི་མཐོང་བ་སོགས་འཁོར་བའི་བདེ་སྐྱིད་དེ་བྱས་ཙང་མཐོང་ཆོག་ཡིད་བརྟན་མེད། སྙིང་པོ་མེད་སྔོན་ཆད་སྡུག་བསྔལ་དེ་ཙམ་ཞིག་མྱོང་ད་དུང་འཁོར་བ་ལས་མ་ཐག་ཕྱིས་དེ་ལས་ཀྱང་ཆེས་མང་བ་མྱོང་དགོས་སྔོན་ཆད། རང་རེ་དུད་འགྲོ་སྤྱི་བར་དུ་སྐྱེས་ནས་མི་ཚང་བའི་ལུས་སྲོག་པོ་ནང་ཆོས་སྤྱི་དུ་མ་དགོས་པར་བཞག་ན་རིའི་རྒྱལ་པོ་རི་རབ་ལས་ལྷག་པར་འགྱོད་ལ་ད་ལྟ་འཁོར་བ་ལས་མ་ཐག་ཕྱིས་དེ་ལས་ཀྱང་མང་ཙམ་ཞིག་ཟ་དགོས་པ་རེད། སྔོན་ཆད་དགྲ་རང་གི་སྐྱེས་སྐྱེས་ཤོར་བ་སྒོ་ནང་ཆོས་སྤྱི་དུ་སྤོས་ན་ཚོང་པའི་རྗེས་དེ་ལས་ཀྱང་འགལ་བས་ཙམ་ཡོད་མོད་ད་ལྟ་འཁོར་བའི་ཕྱི་ཐག

སྔར་ཐོག་མ་མིན་པ་ནས་ད་ལྟ་ཡི་བར་དུ་སྡུག་བསྔལ་མྱོང་ལོང་དོགས་དེ་ཚོ་ཁྱེར་སོང། དེ་ཡང་རྒྱུ་མ་ཡིན་དེ་ནི་འཁོར་བ་ལས། བདག་མེད་མངོན་སུམ་དུ་མ་རྟོགས་པ་དེ་འཁོར་བ་ལས་ཐར་གི་མ་རེད་པ། དེ་འཁོར་བའི་སྐྱོ་བ་དེ་ག་ཟེ་དང་ག་ཟེ་ལེན་པ་དང་སྡུག་བསྔལ་ག་ཟེ་དང་ག་ཟེ་ལེན་དགོས་པ་དེ་ཚོ་ཡི་སྲོག་ལོང་དུ་བཏང་སྟེ་རང་ཀྱང་རང་སྙོག་ཐུབ་སྙོག་འགྲོ་ཡ། སྲོག་ལོང་གཅིག་གཅིག་ནས།

ལྷག་མ་ཡིད་དུ་བྱས་ནས་ཐོ་ཚོད་ཀྱི་སྐབས་སུ་ལུས་སྐྱེས་པ་དང་བྲལ་བའི་སྡུག་བསྔལ། དུས་གཏན་དུ་ཕྲག་དོག་གིས་ཡིད་གདུང་བའི་སྡུག་བསྔལ་དང། འདོད་ལྷ་ཆེས་ཀྱང་འཆི་འཕོས་སྤངས་པའི་སྡུག་བསྔལ་ཁོང་གོང་མའི་ལྷ་ལ་སྡུག་བསྔལ་མངོན་རྒྱུ་མེད་ཀྱང་མཆོད་པ་འདུ་བྱེད་ཀྱི་སྡུག་བསྔལ་ཀྱང་རང་བཞིན་དང་གནས་པ་ལ་རང་དབང་མ་ཐོབ་པས་མཐར་ལྷུང་བ་སོགས་སྡུག་བསྔལ་ལས་མ་འདས་མདོར་ན་འཁོར་བ་དེ་ལས་གཏན་ནས་ཐར་བ་ཞིག་མ་སྐྱེས་མཁན་སྡུག་བསྔལ་གྱི་རང་བཞིན་ཁོ་ན་ལས་མ་འདས་པས་དེ་ལས་ཐར་བ་ཞིག་ངེས་པར་བྱ་དགོས་ཤིང་དེ་ཡང་རྟེན་འདི་ཡི་ཐོག་ནས་བྱེད་དགོས། རང་ཅག་ཕལ་ཆེར་ཚེ་འདི་ལ་ཅི་ཡང་མེད་མོད་ཟེར་ནས་ཕྱི་མ་ལ་སྨད་པར་བྱེད་མོད། ཚེ་འདི་ལ་ད་ཇེ་མཐོ་བ་མི་འདུག་ད་ཚེ་ཕྱི་མ་ལ་སྨད་ལོང་འདྲ་ཞིག་འཇོག་ན་ཨོའུ་ཙི་མེན་ཀྲོ་སོ་སོ་རྣམས་དྲན་གྱིར་འགྲོ་དེ་བས་ཞེ་དྲག་ནོར་འཁྲུལ་ཞིམ་པོ་ཞེ་དྲག་ཤོར་བ་རེད་ཟེར། ད་རེས་ཀྱི་རྟེན་འདིའི་ནུས་དེས་ཆོས་སྒྲུབ་པའི་ལུས་དེ་ཁྱད་པར་ཆེ་དལ་འབྱོར་གྱི་མི་ལུས་ཐོག་སངས་རྒྱས་ཀྱི་བསྟན་པ་དང་མཇལ་བས་སོ། འགལ་གྱིས་བཀོད་འདོགས་བྲལ་ཞེས་མཐུན་རྐྱེན་མ་ལུས་པ་ཚང་བས་ད་རེས་མི་ནུས་ན་གང་དུ་ནུས། དེས་ན་ད་རེས་བདག་གིས་འཁོར་བ་ནས། འཁོར་བ་ལས་ཐར་པ་ཞིག་ངེས་པར་བྱེད་དགོས་དེ་ཡང་ཐར་པ་ཐོབ་པའི་མཐོ་གཞན་དུ་མི་འགྱུར་བ་ན་ལྷག་པའི་ལྷོ་བ་རིན་པོ་ཆེ་སྣོམ་པ་གསུམ་ཡིན་པས་དེས་ན་ད་རེས་བདག་གིས་ལྷག་པའི་ལྷོ་བ་རིན་པོ་ཆེ་སྣོམ་པ་གསུམ་ལ་ལྷུང་ནས་འཁོར་བའི་སྡུག་བསྔལ་གྱི་རྒྱ་མཚོ་ཆེན་པོ་དེ་ལས་ཐར་པ་ཞིག་ཅི་ནས་ཀྱང། ཅི་ནས་ཀྱང་བྱའོ་སྙམ་དུ་གསུངས་པ་ནི་སྐྱེས་བུ་འབྲིང་དུ་ཐུན་མོང་ལམ་གྱི་རིམ་པས་ཀུན་ནས་རིམ་པས་ཀུན་སློང་སྤྱོད་པ་ཡིན་འོ་ན་དེ་ཙམ་གྱིས་ཆོག་གོ་ཞེ་ན་དེ་ཙམ་གྱིས་མི་ཆོག་སྟེ། ཀུན་སློང་དེ་དག་གིས་བྱུང་བ་ཡིན་ན་དེ་ནི་འབྲིང་གཅིག་ལས་སླེབ་པར་བ། འདྲེན་བྱེད་ལས་སླེབས་པ་ཡིན་པ་རེད། ད་ཅི་བྱེད་ཚང་མ་ཐང་ཆད་ནས་ཐར་པའི། ཐར་པ་ཐོབ་པའི་རྒྱུ་ལ་གྲུབ། བདག་གིས་ཀུན་སློང་དེ་བྱུང་བ་ཡིན་ན་དེ་ནས་ཚེ་ཕྱི་མ་ངན་སོང་དུ་མི་འགྲོ་བར། མཐོ་རིས་ཀྱི་གོ་འཕོ་ཐོབ་ཡོད་ཀྱི་རྒྱུ་ལ་འགྲོ་དགོས། ད་དེ་ཙམ་གྱིས་ཆོག་གོ་ཞེ་ན་དེ་ཙམ་གྱིས་མི་ཆོག་སྟེ། རང། གཅིག་པུ་ཡི་དོན་དུ་ཡང་རང་སྒྲ་གཅོད་པའི་གོ་འཕོ་མཐོང་ནའང་དེ་ཙམ་གྱིས་རང་དོན་ཡང་ཡོངས་སུ་མ་རྫོགས་གཞན་དོན་ཡང་ཉི་ཚེ་བ་ལས་མེད་དེ། སྤང་བྱ་ཤིན་འབྲས་དང་མི་ཤེས་པའི་རྒྱུས་གཞི་གསུམ་མ་སྤངས་པའི་ཕྱིར། དེས་ན་རང་གི། ཕྱི་ལ་རྫས་བྱང་གཉིས་བྱེད་དགོས་པ་ལྟར་ཐེག་དམན་གྱི་ལམ་ལས་དགྲ་བཅོམ་པའི་བར་ཐོག་ཆོག་སླ་ཡང་བྱང་ཆུབ་ཀྱི་སེམས་ཀྱིས་དེ་ཐེག་པ་ཆེན་པོ་ཚོགས་ལོངས་ནས་བཟུང་སྟེ་རྒྱལ་སྲས་ཀྱི་སྤྱོད་པ་ལ་གཞི་ནས་ལྷོད་དགོས་པས་དེ་ནི་དཔེར་ན། དགོངས་པ་གཅིག་ལ་གསར་ཞུ་བྱས། ལ་འདི་ནི་མཁན་པོའི་བར་བྱས་ཟེར་ནས་སླར་ཡང་དགོངས་པ་གཞན་ཞིག་ཏུ་གསར་ཞུ། ལ་དེ་ནི་གཟུངས་བཞི་ནི་བྱེད་དགོས་པ་ལྟར་བརྗོད་བས་དེས་ན་དང་པོ་གཉིས་ནི་ཐེག་ཆེན་ལ་བརྗོད་པ་གལ་ཆེ་དེ་ཡང་ལྷོ་བྲིས་ལས་ཉན་ཐོས་འཁོར་བའི་རྒྱ་མཚོའི་ཁོངས་སུ་ཆོས་བརྗོད་པ་རླུང་གི་ནང་དུ་ལྷུང་བ་ལྟ་བུ་སྣང་བཞིན་དུ་སྐྱེ་ཤི་སྤངས་པའི་ངོ་མ་ཤེས་པ་དེ་བོར་ནས་གལ་ཏེ་ཅི་ལྟར་བྱས་ན་དེ་ལས་ཕྲན་བུ་མེད་ཞེས་གསུངས་པ་ལྟར་རང་རིག་ཕན་ཚུན་ངོ་མ་ཤེས་པ་ཙམ་ལས་སེམས་ཅན་ཐམས་ཅད་ཀྱིས་བདག་གི་མ་མ་སྐྱེས་པ་གཅིག་ཀྱང་མེད་དེ་བདག་གི་སྐྱེ་བ་ལ་གྲངས་མེད་པ་བཞིན་དུ་མ་ཡང་གྲངས་མེད་དེའི་ཕྱིར་བདག་གི་མ་མ་སྐྱེས་པའི་སེམས་ཅན་གཅིག་ཀྱང་མེད། མ་ནོར་གྱི་རིགས་ཀྱི་ད་ལྟ་ཚེ་འདི་མ་དང་ཁྱད་པར་མེད་པར་དྲན་གྱིས་སྤྱོད་པ་ཤ་སྟག་ཡིན་པས། སེམས་ཅན་ཐམས་ཅད་དང་ཚེ་འདི་མ་གཉིས་མ་སྐྱེས་པ་དང་དྲན་གྱིས་སྤྱོད་པ་ལ་ཁྱད་པར་ཅང་སེ་ཅུང་མེད་ཀྱི། ཡང་འགའ་ཞིག་གིས་དེ་ལྟར་བསམས་ཏེ་སེམས་ཅན་ཐམས་ཅད་བདག་གི་མ་མེད་དེ་མ་ཡིན་ན་མ་ཡིན་པར་ངོ་ཤེས་དགོས་པ་ལས་དེ་ལྟར་ངོ་མི་ཤེས་པས་སོ་སྙམ་ན་ཚེ་འདི་མ་ཡང་ངོ་མི་ཤེས་པ་མང་དུ་བསད་པས་ངོ་མ་ཤེས་པ་ཙམ་གྱིས་མ་མེད་པའི་རྒྱུ་མཚན་དུ་མི་འགྱུར། ད་ད་རེས་སོང་ཉིན་ད་དེ་འདྲ་ཞེ་དྲག་གཉིས་ཡིད་དུ་འོང། མང་པོ་ཁ་བྲལ་ནས་ཆུང་ཆུང་སྐོར་ནས་ཁ་བྲལ་ནས་ད་རེས་སོང་ཡང་ནི་མི། སྤྱི་ཚོགས་ཁོ་རང་རང་གི་སུ་གི་མིང་གི་དེ་ནས་འབྱུང་ཁུངས་ག་འདྲ་ཡིན་པ་དང་ཕ་མ་ལ་སོགས་པ་དང་ལོང་པ་ག་བ་ཡིན་པ་དེ་བརྩི་འཇོག་ཞེ་དྲག་གཏོང་དགོས་རོ། དེ་གཏོང་འོང་དེ་གཞི་ནས་ཕ་མ་ངོ། ཕ་མ་གཉིས་པོ་དེ་འཕྲད་པ་དེ་ད་རེས་སོང་ཡང་ཕལ་མང་པོ་ཞེ་དྲག་ཡོང་གི་འདུག། ཕ་མ་བས་ཕ་མ་ཤི་བའི་ཧ་མོ་ཁོ་ཡོད་པའི་ཧ་མོ་ཁོ་ཅི་ལོ་མང་པོའི་བར་དུ་སུ་ལས་ནས་ཨེ་དར་ཟན་རྩི་ཆོ་སྟོང་སྟོང་སྟོང་སྟོང་དེ་ཁོ་ལ་མ་ངུ་ད་ཤི་མ་རེད་རེད་ཨེ་མི་ཡིན་མ་གྱི་ངུ་སྤྲོད་བྱས་ནས་མ་ངུ་ཤི་དེ་འདྲ་དར་ཟན་གྱི་ཚད་མས་ཡོང་གི་འདུག་རྒྱུ་མཚན་མོ་དེ་བཞིན་དུ་ཚེ་སྔ་མའི་མ་དང། དུས་བདེ་བསད་པའི་མ་དྲི་སྐྱེས་ཡིན་པར་མི་ཐེ་གཏོགས་སྙོན་ན། ཚེ་སྔ་མ་མ་མ་སྐྱེས་ཏེ་དྲན་གྱི་སྤྱོད་པ་དང་ཚེ་འདས་མ་སྐྱེས་ཏེ་དྲན་གྱི་སྤྱོད་པ་གཉིས་ལ་མ་སྐྱེས་པ་དང་དྲན་གྱི་སྤྱོད་པ་ལ་ཁྱད་པར་ཅང་སེ་ཅུང་མེད་དེ། དཔེར་ན། ན་ནིང་འཕེལ་རྟགས་ནི། ཟས་སྣོད་བརྒྱུད་པ་དང་ད་ལོ་དེ་ལྟར་བརྒྱུད་པ་གཉིས། དེའི་སྨྱོན་པ་བཞི། དེའི་སྨྱོན་པ་བཞི་དུས་སྔ་ཕྱི་ཙམ་གྱིས་དེ་ལྟར་མི་འགྱུར་བས་སེམས་ཅན་ཐམས་ཅད་མར་དྲི་ཆེ་ཤ་སྟག་ཡིན་དེ་ལྟ་བུའི་མར་དྲི་ཆེ་ནི་ཁུ་བའི་རྒྱ་མཚོའི་ཀློང་དུ་ལྷུང་བ་ཅི་དགར་བོར་ཏེ་བདག་གཅིག་པུ་ཅི་ལྟར་བྱེད་པ་ནི་དཔེར་ན། མ་སོང་ཤིན་ཏུ་སྐྱིད་པའི་ཉིན་ཐོ་འགའ་ཞིག་རྒྱ་མཚོའི་ཀླུང་གི་ནང་དུ་ཆུད་དེ་ལྷོང་ལ་ཁད་དུ་བརྗེས་པས་ངོ་འབེབས་བྱས་པ་ལ་བུ་ཅི་ཡང་མི་བསད་པར། ཆུ་ཀླུང་བྲང་དུ་གླུ་གར་བཙིར་བ་བཞིན་དུ་དེ་ལས་མ་རོལ་བ་དང་ཁྲིམས་མེད་པ་ཞིག་སུས་ཤེས་ཡོད་རྒྱ་མཚོའི་ཀླུང་ནི་ཆུས་ཕྱེ་བས་ཁོ་བ་ལ་ཟེར། ཁོ་ལ་ཟེར་ཞེས་ཟེར། དེའི་དྲོད། དྲོད་ཟས་དང་སྐུ་བ་སོགས། ཚོས་ན་ཉེན་པར་ནུས་པར་འགྱུར་བའི་ལྟར་རྗེས་གྲགས་ཆེན་པོ་འོང་བས་དེ་བཞིན་དུ་སེམས་ཅན་ཐམས་ཅད་སྐུ་བའི་རྒྱ་མཚོ་ཆེན་པོའི་ཀློང་དུ་ཆུད་པ་དེ་དག་ད་ལྟ་བདག་དང། རྒྱུད་གང་ཡང་མེད་པར་བདག་བཞིན་ནོ་མོ་དེ་དག་མེད་པར་བདག་གིས་མ་བྲི་ཅིག་ཤ་དག་ཡིན་དེས་ན་བྲི་རྗེས་དེ་དག་ལ་བདག་གིས་དེས་བཟུད་བར་བྱེད་དགོས་ལ། དེ་ཡང། སྤྲུལ་པ་ལ་ཟས་དང།

ཁུང་བུ་བདག་ལ་བོར་བས་དེ་ལྟ་བུ་བདག་གཅིག་པུ་བྱའོ་སྙམ་པའི་ཁུར་དུ་འཁྱེར་བའི་ལྷ་སྲུང་གིས་འོ་ན་ཁྱོད་ལ་ད་ལྟ་དེ་ལྟ་བུའི་ནུས་པ་ཡོད་དམ་ཞེ་ན། ད་ལྟ་ནི་སེམས་ཅན་ཐམས་ཅད་བརྟག་ཆོག་སེམས་ཅན་གཅིག་གིས་དོན་བྱ་བའི་ནུས་པ་ཡང་མེད་མོད་འོ་ན་སུ་ལ་ཡོད་ན། རིགས་བཞི་ཉན་རང་དང། དག་ས་ལ་གནས་པའི་བྱང་ཆུབ་སེམས་དཔའ་རྣམས་ཀྱིས་ཀྱང་སེམས་ཅན་གྱི་དོན། ནུས་མོད་དེ་ཡང་ཉིན་བརྩི་བ་ལས་སངས་རྒྱས་ལྟར་ནུས་པ་མེད་ལ། དེ་ལྟ་བུའི་སེམས་ཅན་གྱི་དོན་མཛད་པ་ལ་འགྲན་ཟླ་ཐམས་ཅད་དང་བྲལ་བ་ནི་སངས་རྒྱས་ཉག་གཅིག་ཡིན་ཏེ་དེའི་སྐུ་ཡི་ཡོད་ཚད་རེ་རེས་ཀྱང། སེམས་ཅན་དཔག་ཏུ་མེད་པ་སྨན་འགྲོ་ལ་བསྐུར་ནུས་ཤིང་སེམས་ཅན་རེ་རེའི་མདུན་དུ་ཡང་རང་རང་གི་ཁང་དང་དབང་པོ་དང་གསུམ་པ་དང་བ་ལ་མཉམ་དུ་མཐུན་པའི་སྐུ་སྤྲུལ་རང་རང་གི་དཀྱིལ་དུ་ཆུ་སྟོད་པ་སོགས་མཛད་ནུས་པའི་ཕྱིར། དཔེར་ན་ང་རང་ཚོ་མཚན་ཉིད་དཔེ་ཆ་བཏགས་བཞག་གི་དེ་ཚོ་ཡིན་ན་དེའི་ཁ་ཚུལ་དེ་ན་ཕས་ཞི་དྲག་ཐོག་རུ་བ་སངས་རྒྱས་ཀྱི་ཡོན་ཏན་དེ་དཔེར་ན་སྔོན་རྟོགས་རྗེས་ན་ལ། ཚེ་གཟུངས་སྲོང་བཅུ་གསང་སྙིང་དང་དཔེ་བྱད་བཟང་པོ་བརྒྱད་ཅུ་དང་དེ་འདྲ་གསུངས་ཡོད་རུ་བ། ང་ད་ག་ནང་བཞིན་བྱས་ཡིན་ཅེ་ནས་གསུངས་ཀྱི་ཡོད་དེ་དེ་ལ།

རིག་པ་བཞི་དང་མ་འདྲེས་པ་བཅྭོ་བརྒྱད་དང་དེ་ཚོ་གསང་སློང་སྟོང་སྟེ་གོ་ལ། རེ་རེའི་གསང་སློང་སྟོང་སྟེ་གོ་ལའི་སངས་རྒྱས་ལ་ཡིད་ཆེས་ཆེ་རུ་ཆེ་རུ་ཆེ་རུ་ཕྱིར་འགྲོ་བས་དེ་འདྲ་ཡོང་གི་རུ་བ། རང་རང་གི་དཀྱིལ་དུ་ཆུ་གཏད་པ་གསུམ་འཛད་ནུས་པའི་ཕྱིར་འོ་ན་དེ་ལྟ་བུའི་སངས་རྒྱས་ཀྱི་གོ་འཕོ་དེ་རང་གིས་ཐོབ་ནུས་པར་འདོག་གོ་མི་འདོག་ཅེ་ན་དེ་ནུས་ཏེ་དེ་སྒྲུབ་པའི། དེ་སྒྲུབ་པའི། རྟེན་གྱི་ནང་ནས་མཆོག་ཏུ་སྤྱོད་པ་ནི་དལ་འབྱོར་གྱི་རྟེན་ཡིན་ལ་དེ་ནི་རང་གིས་མ་བྱས་པ་མ་གཏོགས་ཚེ་གཅིག་ལ་སངས་རྒྱས་རྡོ་རྗེ་ཆོས་ཀྱི་གོ་འཕོ་སྒྲུབ་པར་ནུས་པས། ལུས་ཏེ་ཁྱད་པར་གྱི་རྫོང་བུ་ལས་པའི་མེས་སྔ་ཕྱི་ཁོང་ཁྲོ་བགྲད་ཀྱིས་བསྟན་དེ་ལྟ་བུ་ནི་ཚོང་ཟོང་རྒྱས་སྤྲོས་པའི་ཐོག་ནས་ཐེག་པ་ཆེན་པོའི་ཆོས་ཡིན་ལ་དེ་ནས་རང་རེ་ཚང་ལ་མ་ནོར་བའི་བསྟན་པའི་སྙིང་པོ་བཞི་བརྒྱ་ཡ་གཉིས་པའི་གདམས་ངག་གསང་འདུས་ཀྱི་བསྟན་པ་དྲི་མ་མེད་པ་དེ་ལྟ་བུ་དང་ནི་རྗེས་ལྡོག་ན་རང་གིས་མ་རྩོལ་བ་ཁོ་ནའི་ལྷོད་པ་མ་གཏོགས་དགེ་སྐྱེས་ཐམས་ཅད་དང་བྲལ་ཐོན་སྐྱེད་ཐམས་ཅད་ཚང་བའི་དེ་ལྟ་བུ་བསྟན་བཟང་པོ་ཐོག་ཏུ་མི་ནུས་ན་ཕྱིས་ནས་དེ་ལས་བཟང་བ་སྟེ་དང། ཆོས། མི་འགྱུར་ཉིད་པ་ཡིས། དེ་ནས་ཕྱིས་ནི་དེ་ལྟ་བུ་ལུས་དེ་ལྟའི་རྩ་བ་ནི་གཉིས་ཡོད་མོད་ད་རེས་མི་ནུས་ན་རྒྱུ་མ་ཡིས་མི་ནུས་པ་ཐག་ཆོད་པས་རེས་ནུས་ན་ད་རེས་ནུས་པ་རེད། སེམས་ཅན་ཐམས་ཅད་དོན་བྱེད་པ་དེ་བྱུང་ན་ད་རེས་རེད་མ་བྱུང་ན་ད་རེས་རེད། རང་ཅག་འགའ་ཞིག་གིས་དེ་གསུམ་གཉིས་མེད་དུ་དུས་ཚོད་ཉིད་པ་རེད་ཟེར་མོད། འོ་ཅག་ལ་དུས་ཚོད་དེ་ལས་བཟུང་བ་ཞིག་སྔོན་ཆད་འཁོར་བ་ཐོག་མ་མེད་པ་ནས་དེའི་ཕས་ལ་བྱུང་མ་མྱོང་བ་རེད། དེ་ད་རེས་ལས་ཀྱི་དེ་ལྟ་བུ་སྐད་གཉིས་པའི་དུས་འདིར་སངས་རྒྱས་ཀྱི་གོ་འཕོ་དེ་ཅི་ནུས་ཀྱང་བསྒྲུབ་དགོས་ཟེར།

བསྟན་པ་འོག་ཆ་ལ་མེད་རང་གི་རྒྱུད་ལ་བསྟན་པ་དེ་རང་གི་གསུང་དགུ་བསལ་བཅུ་དགེ་བཤེས་བུ་སྟོད་འོག་གི་གསུང་ཡོད་དེ་བཟོད་ལྟ་དྲི་མ་ཆགས་རེད། དེས་ན་ཆེད་དུ་བཅའ་བའི་སེམས་ཅན་ཐམས་ཅད་ཀྱི་དོད་དུ་ཐོགས་ཆ་ལ་ལ་མིན་པ། ཡང་དག་པར་རྫོགས་པའི་བྱང་ཆུབ་དེ་བདག་གིས་ཅི་ནས་ཀྱང་ཐོབ་པར་བྱའོ་སྙམ་པའི་བྱང་ཆུབ་ཀྱི་སེམས་ཀྱི་སྨོན་ལམ་གསལ་འདེབས་དེ་ནི་སྐྱེས་བུ་ཆེན་པོའི་ལོངས་སྤྱོད་རིག་པའི་སྒོ་ནས་ཀུན་སློང་ཆོད་པ་ཡིས་དེ་ལ་རྩོད་མེད་ཀྱི་མྱོང་བ་ནང་ཐོས་པ་ན།

ཡང་ན་ནི་མེ་ལོང་དགྲ་བགེགས་བདེ་སྡུག་ན་མ་འགྲོ། ཡོད་མ་རེད། ཆོས་བསྒྲུབ་ཚུལ་ཤེས་པ་ལ་ཚོགས་ལ་མ་ནོར་བའི་གདམས་ངག་ཞིག་ལ་ལྷོ་དགུ་པའི་དེ་ལྟ་བུ་གདམས་ངག་གི་རྒྱལ་པོ་ལྟ་བུ་ནི་བྱང་ཆུབ་ལོངས་སྤྱོད་རིམ་པ་དེ་ཉིད་ཡིན་པར་འདོགས་པས་དེའི་ཕྱིར་བདག་གིས་བྱང་ཆུབ་ལོངས་སྤྱོད་རིམ་པ་དེ་ལེགས་པར་ཉན་ནས་ཡོངས་སུ་བརླན་མྱོང་པས་སྙམ་པའི་ཀུན་སློང་སྐྱེ་དགོས་དེས་ན་སྤྱིར་ཀུན་སློང་ཆོས་པ་དེ་གང་གིས་བསྒུར། ནི་ཆེ་ཞེས་ལྷག་པ་བྱང་ཆུབ་ལྷུན་གྱི་རིམ་པའི་ཁྲིད་གཉིས་པ་ལ་ཀུན་སློང་ཡང་གང་བྱུང་གིས་མི་འཆོར་བར་བྱང་ཆུབ་སེམས་དཔའི་མ་མཐའ་བཅོས་མ་ཚུལ་ཁྲིམས་ཀྱི་སེམས་དཔའ་ཞིག་དགོས་སེ་འོ་དེ་མེད་ན་དེ་ནི་བྱང་ཆུབ་ལྷུན་གྱི་རིམ་པ་ཉེས་དང། དེ་ལས་ནི་ང་རང་ཚོ་དབུང་ལ་སོགས་པ་དེ་ཚོ་ཞུ་ཡས་བཀའ་བཅད་རོགས་དབུང་ཞུ་ཡས་དང་དེ་ཚོ་དྲངས་ཏེ་ཀུན་སློང་དེ་མེད་ན་ཁྱོད་ནི་ཡོང་ཡས་རྩ་བ་ནས་ཡོད་མ་རེད་བྱང་ཆུབ་སེམས་ཀྱི་བཅོས་མ། མ་ཐག་ཡང་ནི་བཅོས་མ་ཚུལ་ཅན་ཡང་སེམས་བདེ་གང་ཐུབ་བྱུང་དེ་སྲིད་དགའ་བདེ་བདེ་བོར་བཟོས་ན་བླ་མ་ཡི་མ་ཀུན་སློང་བཅོས་ཚུལ་ཤེས་པའི་སྐབས་ལས་རང་གིས་ཀློག་སྟེ་དེ་ལྟར་ཞུ་དག་གཏང་གི་གཏང་གི་བྱེད་ཀྱི་ནས། དོན་གྱིས་དོན་གྱིས་གཉིས་ཀ་ནས་བཟང་སྟེ་དགོངས་རྒྱོགས་ཀྱིས་རྒྱོགས་ཀྱིས་བྱེད་ཀྱི་ནས། སྤྱན་དགོངས་བྱས་བྱས་ནས་བྱང་ཆེ་སའི་ཁ་ཐུར་ལྷས་དེ་ཀོ་ལ་བཏགས་ཚེ་དེ་བཞག་ཐུབ་པ་བྱོས་འོ་དེ་འདྲ་ཅིག་མ་མཐོང་ན་ཀུན་སློང་ཡག་པོ་ཅིག་ཡོང་གི་མེད་པ་རེད། ཟེར་བ་ཞིག་དགོས་པས་དེ་ཡང་སེམས་སྐྱིད་ཀྱིས། ཉོ་ཉོ། ཡོད་པ་རྣམས་ལ་མ་སེམས་ཀྱིས་ཐམས་ཅད་ཀྱི་དོན་དུ་བྱས་སོང་ཚེ་ཉུང་ངུ་གསེར་རྟོག་གི་ཆོག་མོད། ད་གསེར་ཁྱེད་གཙོས་ཚྭ་ཁྱེད་དང་སེམས་ཅན་ཉུང་ཉུང་ཡོད་པ་ཡིན་ན་མ་སེམས་ཀྱིས་ཐམས་ཅད་ཀྱི་དོན་དུ་སངས་རྒྱས་ཀྱི་གོ་འཕོ་ཐོབ་པར་ཤོག་སྙམ་པའི་ཀུན་སློང་བཅོས་ཤིག། དེ་འདྲ་ལོས་པ་ཡིན་ན་དེ་འདྲ་མ་བྱེད་དྲན་དྲན་དྲན་གཟོད་སྙིང་རྗེ་ཆེན་པོ་གང་ག་ཆ་ཚང་གི་བློ་ལ་བཤགས་ཀྱི། མཐའ་མ་ཐ་མ་རེད་དེ། མ་སེམས་ཀྱིས་ཐམས་ཅད་ཀྱི་དོན་དུ་སངས་རྒྱས་ཀྱི་གོ་འཕོ་ཐོབ་པར་བྱའོ་སྙམ་པའི་བློ་གྱིས་དེ་འདྲ་བྱེད་ཅི་ཐུབ་པོ་རེད། དེ་ལྟ་བུ་ནི་གོ་བ་མེད་ཀྱི་ཅི་ཡིན་ན་མ་བྱེད་དྲན་དྲན་ལ་བཟོད་པ་ནི་རིམ་པས་རིམ་པ་བཞིན་དུ་ཡར་ཁྲིད་བྱས་ནས། དེའི་བར་དུ་ཡང་འཁྲིད་དགོས་རེད། ལས་དང་པོ་བ་ལ་དེ་ཙམ་གྱི་ཡིད་འགྱུར་མི་ཐོས་པས། དོན་གྱིས་དོན་བྱེད་གཉིས་ཀ་ནས་བརྩམས་ཏེ། རེ་ཞིག་སེ་བཏགས་ན་ཅང་ཅེ་ཡི་སེམས་ཀྱི་སྨྲེ་སྣང་ལ་ཡིད་འགྱུར་ཐོན་ཡོང། དེ་ཡང་ལོང་རེ་ཙམ་མ་ཟད་རང་རེ་རུ་དགེ་འདས་པ་རྣམས་ཀྱི་དབུགས་ལོང་འཁྲིད་སོང་གང་ཆེ་ན་ཡང་སྔོན་འགྲོ་སྤོ་ལོང་སྤྱོད་ཁག་སྤྱི་བོ་སྲུང་ཆོས་ལོངས་སྤྱོད་རིམ་པ་ཆ་ཚང་བ་རེ་འབྱུང་བ་དང་ཐ་ན་སྨིན་ལོང་ལྟ་བུ་ཙམ་ལ་ཡང་སྤྱི་བོ་སྲུང་ཆོས་ལོངས་སྤྱོད་རིམ་པ་བདུག་རྩུབ་པ་རིགས་མ་ཚང་བ་མེད་པར་འབྱུང་བ་དེ་རང་ཅག་བཀའ་མདོ་གསར་རྙིང་གི་བསྟན་པའི་ཁྱད་ཆོས་བླ་ན་མེད་པ་ཞིག་ཡིན་བླ་ན་མེད་པ་ཡིན་ཞེས་བདག་གི་བླ་མ་རིན་པོ་ཆེ་ཡང་ནས་ཡང་དུ་གདམས་པར་མཛད་པས། བདག་གི་བླ་མ་རིན་པོ་ཆེ་ཟེར་ཏེ་ད་དེ་རེད་དྭགས་པོ་བླ་མ་རིན་པོ་ཆེ་སྲུང་འཁོར་ཆེ་བལྟས་པས་ཚོལ་འཁོར་ཐེག་པ་རྣམས་ཀྱིས་དེ་ལྟར་ལྷོད་པར་མཛད་གོ། འོད་ཀྱང། ཁྲོ་བོང་ལྟ་བུ་བྱེད་སྐབས་བདེན་བརྗོད་དོན་གྱི་གཉིས་ཀ་འི་སྐུ་གཙོ་ལས་མི་རྟག་པའི་སྐུར་བཟུང་རྟེན་འབྲེལ་གྱི་གནས་འཆུག། མཆོད་བསྟོད་མི་གསུང་བ་ཕྱག་ལས་ཡིན། དེ་ཚང་བོ་སྐུ་འི་བཀའ་ཐུགས་ལ་ནི་དེ། མི་རྟག་པའི་སྐབས་དེ་བཤད་ཀྱི་མ་རེད་ཟེར་དེར་བཀའ་ཆུད་པ། ད་ལས་ལ་ལས་ནི་ཐོན་ན་སྐྱེ་བ་བཟང་བཟང་ལྟ་བུ་ཡིན་ཟེར་ལ་ལས་ནི་དེ་ཐོན་རེ་བྱེད་ན་ད་ལོ་སྐ་བ་བཟང་བཟང་འདྲ་མི་ཁྱེར་རེ་སོང་སོང་འདྲ་མི་ཡོང་གི་རེད་ཟེར་ཉང་ལས་ནི་མི་ནུས་ཉུ་ནས་འོང་པ་ཡོད། ལ་ལས་ནི་ཁྱེད་ཅག་འགྲོ་ན་ཡང་ང་ཡང་འགྲོས་ཟེར་ནས།

ང་དེ་འདྲ་བྱེད་ཀྱི་ནི་དེ་འདྲ་ཡོད་རེད། ག་ཟེ་མོག་མོག་འདྲ་མོ་བྱས་ནས་ག་ཟེ་ཐོན་གོང་ཁོ་ཐོན་ད་ཐོན་རྒྱ་ཆེན་པོ་ཞེ་དྲག་རེད་ཟེར་ནས་ནི། ཆོས་དེ་ལས་ཚོང་ཚོང་རྒྱོབ་པ་ནོར་བྱེད་ཅིག་དེ་འདྲ་ཡོང་གི་རེད་ཟེར་དེ་དག་ནི་ཆོས་ལ་བརྟེན་པའི་སྡེ་པ་ཚོགས་པོ་ཆེ་སོགས་པ་ཡིན། སྟོན་པ་སངས་རྒྱས་ཀྱི་ཐག་བར་དུ་ཐམས་ཅད་ཤེས་པར་འགྲུབ་པའི་ཐོགས་སུ་གསུངས་པ་ན་ཚུལ་དེའི་དོན་དུ་འཆི་བའི་རྒྱལ་པོ་ཁྲི་སྟེགས་ནས་འཕོ་སྟེ་ཕྱག་འདར་གྱིས་ལས་བཅོལ་བ་དང་མཚུངས་པ་ཡིན་ནོ།

ཆང་ད་བ་སྐུ་འོག་ཏུ་སྐྱེས་པ་རེད། རྒྱལ་པོ་དེ་ནི་ཁྲི་ཐོག་ནས་འདས་ཡོད་རེད། ཁོ་ལ་གཡོག་པོ་མང་པོ་ཡོད་རེད། རྒྱལ་པོ་དེ་མར་པའོ་ཅོ་ནས་གྱེས་རྒྱག་གིས་གྱེས་བཅུག་པ་དང་ཁྱི་ཕོ་གཅིག་རྐྱང་རེད། དེ་ལྟར་སྔར་བཤད་པའི་ཀུན་སློང་ཉིན་པ་ན་ཡོད་པར་སྣང་ན་ཕ་ངོ་ནས་བྱང་ཆུབ་ཀྱི་སྲས་བཅོམ་མ་སུ་སྐྱེས་ཀྱི་སྲས་ལེགས་པར་རྟོགས་ནས་སྲིད་པར་ཞུས། དེ་དེ་འདྲ་ཀུན་སློང་ཡོད་པ་ཡིན་ན་གནས་སྐབས་ཅི་རིགས་ལ་ཀུན་སློང་དེ་ཕ་གཡོག་གྱིས་ནི་ཀུན་སློང་ཕ་གཡོག་ནི་དར་རྒྱས་ཡིས་དོན་བརྒྱུད་དུས་ཆེན་གཉིས་ཀ་ནས་ཅི་བཤད་པ་ནང་བཞིན་བྱེད་ཅེས་ནས་མཐར་ཐག་ནས།

ཨ་དེ་མན་ཆད་ནི། ཕས་ཐོག་གི་མ་རེད་ཟེར། དེས་ཀུན་སློང་མཆོད་པའི་སྐུ་རུ་སོང་ནས་དངོས་གཞི་སྲིད་པར་བྱ་བའི་ཆོས་ནི། དེ་ལ། དང་པོ་ཉམས་སུ་བླང་བྱ་ཡི་ཆོས་ཀྱི་སྟོན་པ་སངས་རྒྱས་ཀྱི་གསུང་དཔེ་འདི་དག་ནང་གི་ཤན་པའི་གཏེར་ལ་ཕོག། ཆུ་སྟེང་དེ་ནི་དཔེ་དག་པོ་ཡག་པོ་ཅིག་གོ་བ་རེད། དང་པོ་དེ་ཡང་ནི། ཆུ་སྒོ་གོ་ལ་ཐོབ་པ་ཅིག་སྟོན་པ་སངས་རྒྱས་ལ་ཐོབ་པ་ཅིག་སྟོན་པ་སངས་རྒྱས་ཀྱང་འདི་དེ་རང་རང་གི་བས་གསུངས་པ་ཅིག་ཡིན་པ་དཔེ་འདི་དག་ནང་གི་ནི། རྩོད་པ་ལ་སོགས་པ་སུ་རྩོད་ཅིང། སྟན་ལ་སྦས་ནས་བརྒྱ་ཆ་སྟན་ལ་སྦས་ནས། ཉེས་པ་རྙེད་པར་བྱེད་དེ་འདྲ་ཅིག་དགོས་རེད་ཟེར། གྲུབ་པའི་དབང་ཕྱུག་ཆེན་པོ་རྣམས་ཀྱིས། དགོངས་ནས་མྱོང་རྟོགས་ཚུལ་བརྒྱུད་ལ། ཁྲོམ་པ་ཞིག་ལ་མྱང་ལས་བྱེད་དགོས་ཅིག་ཟེར། གཞན་དུ་སངས་རྒྱས་ཀྱིས་མ་གསུངས་པ་མཁས་གྲུབ་གཞན་གྱིས་མ་ཤེས་པས། མན་ངག་ཟབ་གསལ་བའི་ཕྱིར་ཙམ། དགོངས་ཀྱང་འབྲས་བུ་ཡང་སངས་རྒྱས་ཀྱང་མ་རྙེད་པ། གཞན་ལ་མ་གྲུབ་པ་ཞིག་འོང་ཉེན་ཡོད། དེ་འདྲ་ཅིག་ཡོང་གི་རེད་ཟེར། ད་ང་རང་ཚོ་བྱང་ཆུབ་ལོངས་སྤྱོད་རིམ་པ་དེ་ཡིན་ན་དེ་ལྟ་བུ་ཡིན་པ་དེ་ཐེ་ཚོམ་ཆུང་ནས་མི་འགོ་རེད། ཐེ་ཚོམ་ཆུང་ནས་མེད་པ། དེས་ན་དང་པོ་ཉམས་སུ་ལེན་བྱ་ཡི་ཆོས་ལ་ལྟ་ཅི་བྱེད་དགོས་ཏེ་རྗེ་ས་སྐྱ་དཔེ་འབྲི་སྟག་རྟག་ཏུ་ནོར་བུ་ལ་སོགས་པ་ཅང་སེ་བཙོང་གཅིག་མྱོང་ཚོར་ལ་བཀོད་ནས་དྲི་ཞིག་བཏགས་ནས་ཁྱོད་ཚེ་འདིའི་བྱ་བ་ཅང་སེ་ལ་དེ་ལྟར་འབད་པ་བྱས་པས་ཐོག་ཟད། དཔེར་ན་སྟག་དང་ནོར་བུ་ལ་སོགས་པ་སྐྱ་ལ་གཅིག་མྱོང་དགོས་བྱུང་ཟེར་ན་མེ་ལས་སྐད་ཆ་དྲི་གི་རེད་རང་གིས་ལྟ་ཅི་བྱེད་ཀྱི་རེད་རྒྱུ་རིང་པོ་བར་དུ་ལྟ་ཅི་བྱེད་ཀྱི་རེད་བ། དེ་གལ་སྲིད་ཆོས་པ་ཡིན་ན་ཚེ་འདས་ཙམ་གྱིས་ཆོག་པར་མ་གཏོགས་ཚེ་ཕྱི་མ་ནོན་གི་ཡོད་མ་རེད་བ། ད་ཆོས་དེ་ནོར་བ་ཡིན་ན་ཚེ་རབས་མང་པོའི་བར་དུ། ནང་དུ་བོར་བ། དེ་ས་ཆུ་ལ་ཡིན་ན་བརྟག་དཔྱད་ཞེ་དྲག་བྱེད་དགོས། ཕྱི་དུ་གློ་བ་འཕྲད་པ་ནང་བཞིན་མ་སྐྱེས་པའི་ཕྱིར་ན་བརྟག་དཔྱད་ཞེ་དྲག་བྱས་ནས་འཇོག་པ་འོས་ཀྱི་དང་མི་འདུག་མང་པོ་ཞིག་བརྟག་དགོས་རེད། ལྕི་བ་སྟེང་གཅིག་ལས་གཉིས་ནི་དྭངས་པའི་ཆུ་ལ་རག་ལས་ཀྱང། ཆུ་དེ། ཕྱི་ཡི་ཁ་ཟས་ཞེས་ཟེར་ཕྱི་ཡིན་ན་བརྟག་དཔྱད་མ་བྱས་ཀྱི་དོགས་ཡིན་ན་ཟག་བཞག་གི་རོ་ཁོག། དོགས་ཀྱི་ཡིན་ན་ཟག་བཞག་གི་རེད། སྨིན་ཀྱི་ཡིན་ན་ཟག་བཞག་གི་རེད་བ་འོ་དེ་ནང་བཞིན་བྱས་པ་རེད། ཟོག་གཉིས་གང་དུའང་མི་སྤྱོད་པ་གང་འཕྲད་དེ་ལ་གོ་བར་མཛད། གཟུགས་ནི་གོང་དུ་མ་སྐྱེས་ཕྱིར་ག་རེ་དང་ཕྲད་ཟེར་ན་ག་རེ། དེ་འདྲ་བྱེད་རྒྱུ་ཡང་མ་རེད་དང་པོ་ནི་རྟགས་ཀྱིས་བྱེད་དགོས་རེད། ཞེས་གསུངས་པ་ལྟར་རང་ཅག་རྣམས་རྟགས་ལྟ་བུ་ཉོ་ཚོང་བྱེད་ནའང་རྟགས་ཅན་ནང་གྲངས་མང་པོ་བྱེད། ཐུགས་དང་རྟག་པ་ཞུས་ཟེར་ཐུགས་དང་ཞུ་ཁ་ཡི་སྒྲོ་སྐུར་བ། གཞན་མང་པོ་ལ་ཡང་བྲིས། དྲ་བྱང་ལྟ་བུར་མཚོན་ན། བྱ་ཞིག་ཉོ་ན་ཡང་རྡོ་དང་རྗེས་དང་གཡས་ལ་ལས་དུ་མ་བཏགས། ཚང་མ་བྱ་ཉོ་ཁར་འགྲོ་དུས་ང་རང་ཚོ་དེ་འདྲ་ཡོང་བ།

ཡང་བྱབ། ཡ་བ་ར་མ་སིང་སིང་ངུ་གི་ངུ་གི་འབྲུག་གི་དྲི་མ་རྡུང། ནས་དྲི་དེ་དག་གཞན་དག་ལ་ཡང་དྲི་སྟེ། དེ་ལྟོ་ཉེས་ན་ཡང་བྱབ་ཕོ། བྱབ། བྱབ་ཕོ་རྒ་ཤི་ཉེས་པ་ཡིས། དེ་ལྟ་བུ་གནས་སྐོར་གྱི་དོད་བཅོམ་ཚུལ་ལ་ཡང་དེ་འདྲ་བའི་རྟགས་ཅི་བྱེད་ཀྱང་ཚེ་རབས་གཏན་གྱི་གདོད་མའི་གཞི་རྩ་ཉམས་སུ་བླང་བྱ་ཡི་ཆོས་ལ་ནི་རྟགས་ཀྱི་གང་ཡང་མི་བྱེད་པར་ཕྱི་ཡི་ཁ་ཟས་བཞིན་དུ་གང་འཁྲིས་ཤིག་གིས་ཆོད་པར་བྱེད་པ་རྣོ་མོ་དེ་ལྟ་བུ་གཏན་ནས་མི་རུང་སྟེ་དེ་ཆོད་ན་ཚེ་རབས་གཏན་གྱི་གདོད་མ་ཆོས་དྲུག་དེ་ན་གང་ཉོངས་སུ་སློང་བྱ་ཡི་ཆོས་དེ་ཡང་ལེགས་པར་བརྟགས་ཀྱིས་དཔྱད་ནས་དེ་ལ་འཇོག་གོ། དེ་ལྟར་དཔྱད་པ་ན་ཆོས་ནི་བྱང་ཆུབ་ལོངས་སྤྱོད་རིམ་པ་དེ་ལས་མཆོག་ཏུ་གྱུར་བ་མེད་དེ་གསང་སྔགས་ཀྱི་ཟབ་ཆོས་ཀྱང་ལོང་རི་ལ་རག་ལས་ཞེས་ཟེར། གསང་སྔགས་གསང་སྔགས་དེ་དེ་བྱང་ཆུབ་ལོངས་སྤྱོད་རིམ་པའི་མན་ངག་དེ་མེད་པ་ཡིན་ན་གསང་སྔགས་ཡོངས་ཡིན་ཆོས་ནི་རྩ་བ་ནས་མེད་པ་དེ་ཐ་བས་ཆོས་བར་བ། ལ་ནང་རྡོ་རྗེ་དབང་བསྐུར་བའི་རྒྱུད་ལས་གསུངས་དང། དེ་ནས། ལོང་རི་ལ་རག་ལས་ཞེས་ལོང་ཙོང་སོང་རྒྱུད་ལ་མ་སྐྱེས་པར་སྔགས་ལོང་གི་ཚིག་གཅིག་ལ་ཚོང་རྒྱག་མི་ནུས།

དེ་ལ་ཆོས་ཞུས་པ་ཅུང་རྩ་བ་ནས་ཡོང་གི་མི་འདུག་ཟེར་བྱང་ཆུབ་ལོངས་སྤྱོད་རིམ་པ་ཞེས་པ་དེ་ལ་དེ་ཡང་རྗེ་རིན་པོ་ཆེས་མཛད་པའང་ཇོ་བོ་རྗེས་མཛད་པ་སོགས་མེད་པར་ཡང་དག་པར་རྩོད་པའི་སངས་རྒྱས་ཁོ་ན་ནས་བྱོན་འོངས་པ་སྟེ། དེ་ཡང་ཁ་བྱང་ལ་ལུང་རིགས་ཞེས་པའི་མིང་ཡོད་མེད་ཙམ་ལས། གོ་བ་ཆགས་ན་གསང་རང་བཀོད་ལུང་རིགས་ཡིན་ཏེ། སྟོན་པས་གསང་རང་བཀོད་ཀྱི་ནང་ནས་རབ་ཏུ་མཆོག་ཏུ་དཔལ་དུ་གྱུར་བ་ནི་ཤར་ཕྱིན་གྱི་མདོ་སྡེ་རིན་པོ་ཆེ་ཡིན། དེའི་ཆོས་ཕུང་བརྒྱད་ཁྲི་བཞི་སྟོང་གི་གནས་འགའ་ཟབ་མོ་ལོངས་སྤྱོད་རིམ་པ། བཟང་མོ་ལོངས་ཀྱི་རིམ་པ་མངོན་དུས་དང་རྒྱ་ཆེ་བའི་ལོངས་ཀྱི་རིམ་པ་སྦས་བསྟོད་དུ་མཛད་ནས་བསྟན་གྱི། བརྒྱུད་པའི་བཀའ་བབས་ཀྱང་རྒྱ་ཆེ་བའི་ལོངས་ཀྱི་རིམ་པ་བསྟོད་པའི་གསན། གྱི་ཐུ་བོ་བྱམས་པ་ནི་ཐོགས་མེད་དང། བཟང་མོ་ལོངས་ཀྱི་རིམ་པ་རྒྱ་ཡན་ནི་བློ་གྲོས་ལ་བརྒྱུད་པའི། ཟོར་བ་དང་རྒྱ་ཆེ་བའི་ལོངས་རིགས་ཀྱི། བརྒྱུད་ཚུལ་མི་འདྲ་བས་གཉིས་སུ་བྱུང་དེ་ཡང་བྱང་ཕྱི་སྡེ་ལྔ་དང། ཐོགས་མེད་ཀྱི་སར་སྡེ་ལྔ་སོང་དུ་བློ་གྲོས་ཀྱི་རི་ཚོགས་གྲོལ་སོགས་མཛད་ནས་ལམ་གྱི་རིམ་པ་གསལ་བར་མཛད་ཅིང་དེ་ལྟ་བུ་ཟབ་རྒྱས་ཀྱི་ལམ་གྱི་རིམ་པའི་བརྒྱུད་པ་སོ་སོར་བཅོས་པ་པད་སྨྱོན་མའི་ཇོ་བོ་ཆེན་པོ་རྒྱ་ཆེ་བའི་ལམ་གྱི་རིམ་པ་བླ་མ་སེང་ལེམ་པ་དང་ཟོག་མོ་ལམ་གྱི་རིམ་པ་རིག་པའི་ཁུ་བྱུག་ལས་གསལ་ཏེ་སྡོམ་པའི་ཆུ་བོ་གཅིག་སྒྲིགས་སུ་འགྱུར་རོ་དེ་མ་ཟད་རྒྱ་ཡན་ནས་ཞི་བ་ལ་ལ་བརྒྱུད་པའི་བློ་ཆེན་བཅུའི་རྒྱུད་དང།

སྟན་རི་དང་ལོང་རི་ལྟ་བུ་ཆེ་བ་དེ་འདྲ་ཞིག་ཉམས་སུ་བླངས་བྱས་ནས་ཇོ་བོ་གྱི་མན་ངག་དེ་ཐོས་རྒྱུ་ལ་ཁྲོའང་དེ་ཡིན་ན་དགེ་བཤེས་སྤྱན་སྔ་བ་ལྟ་བུ་བཀའ་མདོ་མན་ངག་འབའ་ཞིག་ནས་ཨོ་ཐུགས་ཞེས་གསུངས་བྱུང་ཡོད་པ་རེད། ཨོ་དེ་བརྒྱུད་པ་གསུམ་པོ་དེ་ཡིན་ན་བལ་ལས་བྱུང་བ་རེད། སླར་ཡང་རྗེ་བདག་ཉིད་ཆེན་པོ་ལྷོ་བྲག་གྲུ་ཆེན་དང། བྲག་འུར་ཟེར་ཤག་བྲག་འགུར་མིན་འགྲོ་བྲག་འགུར་ཟེར་ཡང་དཔེ་ཆ་ཡིན་མ་གནང། བྲག་འུར་ཁྱེད་ཕྱི་ཆོས་ཕྱོགས་གཟུང་བུ་གཉིས་ལས་དེ་གསུངས་གསལ་ཞེས་ཟེར། བྲག་འགུར་ཁྱེད་ཆོས།

ཉུང་ཤས་ཅི་ལ་ཕན་གྱི་རེད་ཟེར། ཨ་དེ་ཡི་ས་ནས་རྩོམ་པ་ཐག་བཅད་པ་བྱེད་ཞོར་ཟེར་ནས་བཀའ་གནང་དོན། སྐུ་བ་པོ་དེ་ཡང་ནི་ལོང་རི་སེང་གཉིས་ཏེ། ཇོ་བོ་རྗེ་དཔལ་ལྡན་ཨ་དེ་ཤ་དང་རྗེ་བཙུན་འཇམ་དཔལ་གཉིས་ཀྱིས་བཙོང་ཞིག་ཟེར་ནས་སྐུ་མ་གཏོང་ཡས་དེ་དེ་རེད། མེའི་སྐུ་མ་གཏོང་གྱི་དེ་ང་ཚོ་ལོ་ཙཱ་བ་ཆོས་སྐྱོང་བཙོང་པོ་སེང་གཉིས་དེར་བ་ལོ་ཙཱ་བ་ཆོས་སྐྱོང་བཙོང་པོ་དང།

ཀྱི་གྱེན་ལོངས་ཀྱི་སྟེང་དུ་ཡོད་པར་ཤེས་སོ། དེ་ཡང་གཙང་བྱང་དུ་སེང་ཆེན་རྒྱལ་བོའི་ཞལ་ཟངས་ཀྱི་སྦས་ནས་བཏེགས་པ་ཡིན་ནོ། ཕྱིས་སུ་ལུང་རིགས་ཆེན་པོ་སྤྲུལ་ཤེས་སུ་དོར་ནས་སྙིང་པོ་འདུས་པའི་ལུང་རིགས་ཆུང་ངུ་མཛད་དེ་སྙན་བརྒྱུད་དང། སྔ་མ་ཤེས་འགྱུར་གཙོ་བོ་མཛད་པས་མན་ངག་གི་གནས་མི་འདྲ་བས་ཕན་ཚུན་གནད་དུ་ཡོད་པར་གསུངས་ཟེར་ལུང་རིགས་ཆེ་ཆུང་གཉིས་པོ་དེ་ནོར་ལོག་ཏོག་ཙུ་ཏོག་ཙུ་མི་འདྲ་ཡོད་རེད། དེ་ནི་དེ་དག་ཀྱང་ཉོན་ལེགས་དུ་འདྲི་བར་མི་བྱེད་པ་ན་རྗེ་རང་ཉིད་ཀྱི་བཤད་པ་ཐམས་ཅད་ཉོན་ལེགས་དུ་ཆེས་ཤེས་པ་སེང་ཐག་རུ་སྣང་བས་སྐྱོན་བརྗོད་ཉུང་བར་འདོད་པ་རེ་ཡང་དགོད་དུ་བྱའོ་ཞེས། རྒྱུད་རིན་པོ་ཆེ་རང་གི་སྣང་བ་ཐོབ་པར་གདའ། ཞེས་ཞལ་ཕོག་མཛད་པ་བཞི། རྒྱ་དབང་བསོད་ནོར་རྒྱ་མཚོས་ལུང་རིགས་སྲས་ཤུལ་མ་དང་དེ་ཡི་འགྲེལ་པ་ལྟ་བུ། སྔགས་པ་ཆེན་པོ་ལུང་རིགས་འཇམ་དཔལ་ཤར་ལ་མཛད། པཎ་ཆེན་བློ་བཟང་ཤུལ་རྒྱ་མཚོས་ཀྱི་བཟླས་ལུང་དེ་ཡི་འགྲེལ་པ་ལྟ་བུ་སྒྱུ་རྩལ་བློ་བཟོ་ཡེ་ཤེས་ཀྱིས་ཉམས་ལ་མཛད། དེ་ལྟར་རྗེ་ཡི་ལུང་རིགས་ཆེ་འབྲིང་ཆུང་བ། ཉམས་མགུར་གྱི་གསུང་དང་དམར་ཁྲིད་དེ་བཞི་ཡི་དེ་ལྟ་བུ་ངང་གྲགས་པས། ལས་སོགས་ཉེར་མཁོར་གནས་པའི་དེ་རྗེས་ལ་ལུང་རིགས་ཁྲིད་ཆེ་བརྒྱད་དུ་གྲགས་དེ་དག་རྩ་འགྲེལ་སྤྱི་འཐུས་མེད་པས།

གསུངས་པ་ན། ལོངས་སྤྱོད་ལས་ཁྲིད་རྒྱུ་ལོགས་སུ་མེད་ཀྱང་ཕྱིས་སུ་དེ་མི་བཀུར་བ་ན་ཁྲིད་རྒྱུ་ཟོལ་དུ་སྦྱོང། ཁྲིད་ལ་ཤེས་ཁྲིད་ཅེས་པ་ཚིག་གི་འབྲུ་གཉིས་ཏེ། བཀྲུ་ཤེས་རྒྱས་པར་བྱེད་པ་ལ་ཟེར་ཟེར་ཤེས་ཁྲིད་ཟེར་ཉིད་དེ་དེ་ཡིན་པ་རེད། དམར་ཁྲིད་ཅེས་པ་སྨན་པ་མཁས་པས་རང་གི་སློབ་བུ་རོ་དམར་པོ་ཁ་ཁྱེར་ནས་དོན་ལྔ། དོན་ལྔ་སྣོད་དྲུག་སོགས། ཕྱག་མཚོན་རྨ་འབྱིན་དུ་ངོ་སྤྲོད་པ་ལྟར་ཚིག་གི་སྤྲོ་གཞི་མི་བསྐྱོད་པར་མན་ངག་གི་སྙིང་པོ་རྨ་བྱང་སུ་བཟློག་པ་ལ་ཟེར། མྱོང་ཁྲིད་ཅེས་པ་བླ་མས་མྱོང་མྱོང་གི་ཐོག་ནས་སློབ་མའི་རྒྱུད་ཐོ་གོང་འཁྱེར་དུ་བྱེད་པ་ལ་ཟེར་མྱོང་ཁྲིད་ཅེས་པ་སློབ་མ་སྒྲུབ་ཁང་གི་ཉེ་འཁོར་ཕུན་ཚོད་དུ་བཞག་ནས་དམིགས་བཀུར་རེ་རེ་རེ་བལྟས་རྗེས་དེའི་མྱོང་བ་མ་སྐྱེས་བར་དུ་དམིགས་བཀུར་ཕྱི་མ་མི་སྤྲོད་པར་དགོངས་དུ་བཅུག་ཚང་མ་བཀའ་མདོ་སྙིམ་པའི་བཀའ་ལས་ཡིན་ན་དག་གཙོ་ཆེ་དེ་མྱོང་ཁྲིད་དེ་ཡིན་པ་རེད། སྒྲུབ་ཁང་ནས་བཞག་ཅེ་ན་དགོངས་བརྒྱབ་ནས།

འཇོམས་པའི་ཤ་ལོ་བརྒྱད་བདུན་གཉིས། རྗེས་སུ་བདག་བཞི་སྙོམས་བྱེད་ཀྱི་སྐབས་སུ་བློ་སྦྱོང་དོན་དུ་མ་ནོར་དང་སྦྲགས་ནས་ཞུ་བ་ཡིན་པས་དེ་ཡང། ད་ལས་སྦྱིན་པའི་བདག་པོ་སྐུ་ངོ་གང་བདེ་པོ་གནང་ཉིན་གྱི་དགེ་རྩ་དང་རང་ཡང་ལོང་རེ་ཆད་ན། དེ་ནས་གཞན་འོང། གཞན་འོང་བཀའ་བཏགས་པོ་ཀླ་ཀློ་གཉིས་ཀ་ཡི་ཁྱེད་གཉིས། གོ་སྒྲིབ་མེད་པའི་དོན།